བཟོ་མཁན་བྱེད་ཅེས་ཁས་ལེན་བྱས་པ་རེད་སོང་ཙང། ད་དེ་རིང་ནས་བཟུང་རྗེས་ངས། ད་ལྷ་ཁ་ཉིམ་སྡེ་ཡ། བོད་སྐད་ཀྱི་ཐོག་ནས། གར་ཚེའུ་རེད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་མ་དག་རྒྱུན་འཕྲོད་ཚུལ་བྱིན་པ་དག་ད་ནས་བཞིན། བོད་ཀྱི་སྐད་ཡིག་གི་ཁྱད་ཆོས་དེ་འདྲའི་ངའི་རྣམ་པ་ཚོ་ལ་ཡག་འདུག་ཟེར། གསལ་བཤད་ཞུ་གི་ཡོད། སོང་ཙང་དེ་རིང་འདྲ་བ་ཆོས་བཙུན་པ་ནི་ཡང་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་མ་དག་རྒྱུན་འཕྲོད་ཚུལ་བྱིན་པས་ཡང། ཐ་སྙད་དེ་འདྲའི་ཁྲི་ང་ཚོའི། ཐ་སྙད་ཟེར་ནས་བརྗོད་པ་དེ་འདྲའི་ཁྲི་ང་ཚོའི་ཡག་འདུག་ཟེར། ངོ་སྤྲོད་ཞུ་ཡི་ཡིན། དང་ཐོག་དེ་དེ་རེད་ད། འཚམས་འདྲི་ཞུ་སྟངས་དེ་ནི་ནོར་བ་ག་རེ་ཡོང་གི་འདུག་ཞུ་བ་ཡིན་ན་ད། འཚམས་འདྲི་མང་པོ་ཡོད། བཀྲ་ཤིས་བདེ་ལེགས་མང་པོ་ཡོད་ཞེས་འདུག་ཞེས་བོད་ཆུ་བྱས་དེ་འགྲོ་བའི་ཆེད་རྩོམ་པ་ཡིན་ན། དེ་ང་རང་ཚོ་བོད་རྒྱུད་ཀྱི་གྲོས་ཆོད་མ་རེད་ཞོད་ཡིན་ད་ནང་བཞིན། གཏམ་བཤད་ཀྱི་མཇུག་ལ་ད། ཐུགས་རྗེ་གནང། ཞོད་དེ་འདྲའི་སྐབས་ལ་ཡིན་པ་ཡིན་ནི། ཐུགས་རྗེ་གནང་མང་པོ་ཡོད་ཟེར་དེང་སང་བཙན་བྱོལ་ནང་ལོ་ལ་ཡ་འདི། ཏེ་ག་ལེར་བཤད་ཉེས་དེ་མང་པོ་རེ་ཆགས་ཏེ་ཤག་ཡིག་ཐོག་ནས་ད་བྲིས་ཉེས་དེ་ཚོ་ཡིན་པས་ནས་བཀྲ་ཤིས་བདེ་ལེགས་མང་པོ་ཡོད་ཟེར་ཐུགས་རྗེ་གནང་མང་པོ་ཡོད་ཟེར་ཀྱི་མང་པོ་དེ་ང་རང་ཚོ་བོད་སྐད་ཡིག་ཤེས་དང་འཕྲོད་ཀྱི་མ་རེད་ཞུ་ཡ་ཡིན་ང་རང་ཚོ་ག་དུས་འབེན་འདི་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་ཟེར་ཡ་དང་གྲངས་མེད་བཟོས་ཏེ་བོད་ཆུ་མང་པོ་བཏང་གི་རེད་མ་གཏོགས་མང་པོ་བཟོས་བོད་ཆུ་བཏང་མ་རེད་མང་པོ་དེ་ང་རང་ཚོ་ནེ་པ་ལི་སྐད་དང་རྒྱ་གར་སྐད་དབྱིན་ཇི་དེ་ཚོ་ནས་ཚུར་ཤེས་ཞུ་བཞག་པ་རེད་ཀོ་ཀྲི་ཀོ་ཀྲི་ན་མན་ཟེར་ཡ་དང། དེ་རེད་དེ་རེད་བ་དྭི་ཚ་ཟེར་ཡ་དང། དེ་འདྲས་ཀྱི་རེད་བ། ཡིན་ན་ང་ད་མང་ཁ་ཤས་ཀྱི་ནས་བེད་ཐད་སྒྱུར་བྱས་ཤག་གི་དང། བེད་ཅི་བྱས་པ་ཡིན་ན། མང་པོ་མང་པོ་ཐུགས་རྗེ་གནང་ཟེར་དེ་འདྲས་བེད་ཡུལ་ནང་ལ་དེ་འདྲས་བ་ཁ་ཤས་དེ་ད་ཧི་མ་ལ་ཡ་རི་རྒྱུད་ཀྱི་དེ་འདྲས་བེད་སྤྱོད་བཏང་གི་འདུག་སོང་ཙང་དེ་ཡིན་པ་ཡིན་ན། བེད་ནོར་བ་རེད་ཞུ་ཡ་ཡིན་སོང་ཙང་ང་རང་ཚོ་ག་དུས་ཡིན་པ་ཡིན་ནས། འཚམས་འདྲི་ཞུ་བའི་སྐབས་ལ་ཡིན་ན་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་འཚམས་འདྲི་གྲངས་མེད་ཞུ་ད་ནང་བཞིན། ཐུགས་རྗེ་གནང་ཞུ་ཡ་དེ་ལ་ཡིན་པ་ཡིན་ན། དུས་རྗེས་ནང་གྲངས་མེད་ཞུ་ཟེར་ཏེ་སོང་ཙང་མང་པོའི་ཚབ་ལ་ཡང་གྲངས་མེད་ཟོས་ཀྱི་བཀོལ་སྤྱོད་གནང་དགོས་རེད་ཞུ་ཡ་ཡིན། དེ་ནས་བཞིན་ད་གཉིས་པ་དེ་ག་རེ་ཞུ་བ་ཡིན་ན་ཡང། དག་རང་གྲངས་ཀྱི་ཐོག་ལ་རེད་གྲངས་ཚད་ཀྱི་ཐོག་ལ་ག་རེ་ཟེར་ན། དེ་འདྲས་ཞེས་ཡང་བོད་ཀྱི་སྟངས་འདུག་ག། དེ་རིང་གཟའ་ག་ཚོད་རེད་ཟེར་ཡ་དེ། དེ་རིང་གཟའ་ག་ཚོད་རེད་ཟེར་དེ་འདྲས་ཡང་བོད་ཆས་བཏང་ཉེ་དེ་འདྲས་འདུག་ད། ཕྱི་ཐང་ནས་གཟའ་བདུན་ཡོད་རེད་ཡིན་པ་ཡིན། གཟའ་དང་པོ་གཉིས་པ་གསུམ་པ་བཞི་པ་དེ་འདྲས་ཅིག་ང་རང་ཚོ་མིན་ཡོད་མ་རེད་པ། ད་སྤྱི་ཐང་ནས་རྒྱལ་ཁབ་སོ་སོ་སོ་སོ་ལ་ཡང་གཟའ་ཡི་སྒོ་རྩིས་བཏང་ནས་ཡིན་པ་ཡིན་ནས་ག་ག་རེད་ད། ནུབ་ཕྱོགས་ཀུ་ལ་ཡིན་པ་ཡིན་ན་ད་གཟའ། ཟླ་བ་དེ་འགོ་བཙུགས་འགོ་རེད་ཡིན་པ་ཡིན་ནས་བ་ཡུལ་འདྲ་བོ་ཆ་ཚུན་པ་ཡིན་ན་གཟའ་ཉི་མ་འགོ་བཙུགས་འགོ་རེད་གདན་ས་ག་ལ་ཡིན་པ་ཡིན་ན་གཟའ་མིག་དམར་གོང་ས་འདྲ་བོ་རེད་ཡང་གཟའ་ལག་པ་འགོ་བཙུགས་ཡོད་འདྲ་བོ་དེ་འདྲ་ཡོད་ར་བ་སོ་སོ་སོ། མི་འདྲ་བ་ཡིན་དུས་སྐབས་སུ་ལ། གཟའ་ཁོ་རང་ལ་ཡང་གྲངས་ཀ་དམིགས་བསལ་གྱིས་གཟའ་དང་པོ་འདི་རེད་གཟའ་གཉིས་པ་འདི་རེད་ཟེར་བྱས་དམིགས་བསལ་མི་དུས་སྐབས་ལ་གཟའ་ག་ཚོད་རེད། ཟེར་དྲིས་པ་ཡིན་ན་ཏག་ཏག་ཞིག་དེ་ཡིན་མ་རེད་ས་ག་ཚོད་རེད་ཟེར་དུས་ག་ཚོད་དེ་ལ་ལན་ཡང། ས་གཉིས་རེད་ས་གསུམ་པ་རེད་ས་བཞི་པ་རེད་ཟེར་ན་དེ་འདྲས་ཤིག་རྒྱག་དགོས་ཡིན་ཆ་རྒྱུས་རེད་དེ་ཡིན་ནས་དེ་འདྲས་ཅིག་ཡོད་མ་རེད་པ། སོང་ཙང་དེ་ལ་ཡ། ས་ག་རེ་རེད་ཅེས་བརྗོད་པའི་དྲིས་གནང་དགོས་རེད་མ་གཏོགས་ས་ག་ཚོད་རེད་ཟེར་བྱས་དུས་དྲིས་གནང་རྒྱུ་ཡོད་མ་རེད་མང་པོ་ཅིག་གིས་དེ་ཞུ་ཞུ་ནོར་གནང་གི་སོང་ཙང་ང་ཚོས་ཡ་དེ་ལ་ཡ། ག་དུས་མི་ནས་དྲི་བ་བཏང་དུས་དེ་རིང་ས་ག་རེ་རེད་ཟེར། ཨ་ལན་ལ་ཡ་ཏག་ཏག་དེ་རིང་གཟའ་པ་སངས་རེད་གཟའ་ཉི་མ་རེད་ཅེས་བརྗོད་འདུག་ཟེར་ལན་ད་ག་རག་ཡོང་གི་རེད་འདུག་ཟེར། ཨ་ཡང། ད་ནི་ཤིན་ཡང། ང་ཚོ་གྲངས་ཚད་ཀྱི་ཐོག་ནས་ཡང་བེད་སྤྱོད་བྱེད་སྟངས་ནོར་བ་ག་རེ་ཡོད་རེད་ཞུ་བས་ན། སྣུམ་ག་ཚོད་བླུག་ག་ཚྭ་ག་ཚོད་བླུག་ག་སེ་པན་ག་ཚོད་བླུག་ག་འབྲས་ག་ཚོད་བླུག་ག་ཆུ་ག་ཚོད་བླུག་ག་ཟེར་དེ་འདྲའི་སྦྱོར་བ། ད། སྤྱི་བཏང་ནས་འདི་ལ་ཡ་གྲངས་ཚོད་ཀྱི་ཐོག་ནས་ག་ཚོད་ཟེར་བེད་སྤྱོད་བཏང་ཡས་ཡོད་རེད་ཁོ

འདི་འདྲས་ཀྱི་དྲི་བ་བཏང་ཡོད་རེད་སེ་པན་འདི་ཚོ་ཡིན་པ་ཡིན་ན་ཁ་ཚ་ལས་གོ་སའི་དྲི་བ་འདི་འདྲས་བཏང་ཡོད་རེད་ད་ཁོ། སེ་པན། ཞིབ་བཤེར་འདི་འདྲས་ཡང་ཁོ་རང་ནང་ལོག་ལ། ཁ་ལག་ནང་ལོག་ལ་སྟབས་བསྡུས་སྐབས་སུ་ལེན་པ་ཡིན་ན། སེ་པན། མང་ལོས། མ། སེ་པན་མང་ལོས་བླུག་ག་ཟེར། ཚྭ་མང་ལོས་བླུག་ག། ད་ནས་བཞིན་སྣུམ་མང་ལོས་བླུག་ག་ཞག་རྩི་མང་ལོས་བླུག་ག་སོང་ཙང་དེ་དུས་མང་ལོས་ཟེར་ཡག་དང་འདི་འདྲས་བེད་སྤྱོད་བཏང་ངོ་མ་དོ། སེ་བན་ག་ཚོད་བླུག་ག་ཚ་ག་ཚོད་བླུག་ག། འབྲས་ག་ཚོད་བླུག་ག་ག་ཚོད་ཟེར་ཡག་གི་དྲི་བ་དེ་འབྲུག་མར་བསྡད་ལ། འབྲས་མང་ལོས་བླུག་ག་ཟེར་ཡག་དང་གྲོ་ཞིབ་མང་ལོས་བླུག་ག་ཟེར་ཡག་འོ་དེ་འདྲས་མ་ཉུང། ཁྱད་པར་བཤད་དགོས་དགོས་རེད་དེ་དུས་སྐབས་སུ་ལ་དེ་དུས་སྐབས་སུ་ག་ཚོད་ཟེར་ཡག་གི་དྲི་ཚིག་དེ་ཐ་སྙད་ཤོར་བ་དེ་བཀོལ་སྤྱོད་འབྲུག་མ་རེད་ཞུ་ཡག་ཡིན་ནའི་ང་རང་ཚོ་བཙན་བྱོལ་ན་མང་པོ་ཅིག་གིས་འདིའི་གོ་རྟོགས་མ་ཞན་པའི་ཐོག་ནས།